ཡང་ད་ང་ཚོ་ལས་བྱེད་གཉིས་པའི་མཁས་ཟིན་གྱི་མཚམས་དེ་ད་རྩོད་པ་ལྔ་སླེབས་ཟིན་འདུག་ད་ད་ལྟ་རྩོད་པ་ལྔ་དེ་བློ་ལ་ངེས་བསྡད་ཡ་དང་བློ་ལ་འཁྱེར་བསྡད་ཡ་ཁྱེད་ལ་ས་བཅད་གསུང་འདྲ་བྱེད་དགོས་ཐུག་ན་མ་བཤད་པ་ཡིན་ན། ད་ས་བཅད་གསུང་དེ་གང་ལ་རྩོད་པའི་གཞི་བྱེད། ཨ་ནི་གང་གིས་རྩོད་པ་བྱེད་ཇི་ལྟར་རྩོད་པའི་ཚོད་ཀྱིན་ས་བཅད་གསུང་བྱེད། ད་དང་པོ་གང་ལ་རྩོད་པའི་གཞི་ངོས་འཛིན་བྱས་ཡོད་དུས་ལས་བྱེད་གཉིས་པ་ཁོ་རང་ན་བློ་ལ་ཡ་གད་དེ།

སེམས་ཙམ་པའི་ལྟ་བ་ནི་མཐར་ཐུག་པ་རྩལ་དུ་སྟོན་བྱེད་ནི་བསལ་བར་མཛད་པར་རོ། ཅེས་པ་སྟེ་སྔར་བོད་སྔ་རོལ་པ་གྱི་ངོ་བོ་དང་བཅས་པ་ལ་ཀུན་དགའ་བོས་ཀུན་བརྟགས་རང་གི་མཚན་ཉིད་གྲུབ་པའི་སྟོང་པའི་ཆོས་ཀྱི་བདག་མེད་ཡོངས་གྲུབ་ཀྱི་འཇུག་སའི་ཐ་སྙད་ཙམ་ཡང་སྨྲ་བར་མི་འདོད་འདས་ཟེར་ང་ཚོས་སྟོང་ཐུན་ནང་ལ་གསུངས་ཡོད་བ་ཆ་འདི་འདྲའི་གི་རྣམ་གཞག་དེ་གསུང་གི་ཡོད་ས་མ་རེད་ཤེ་ན་དེ་འདྲ་ཡིན་གསུངས་ཙང་འདིའི་ཀ་ཏོ་ལི་ཡ་ཇེར་མི་ཏི་ན་ལི་ཞེས་གཉིས་པོ་ཁོ་རང་ནས་གསུངས་བ་ན་ཀྱི་ལུགས་འདིས་ཆོས་ཀྱི་བདག་འཛིན་དང་ཆོས་ཀྱི་བདག་མེད་ཐག་ཆོད་པར་མི་ཤེས་སོ་གསུངས་པར་རོ། ཀྱེ་ད་དགོངས་འགྲེལ་ནས་བཤད་པའི་དག་གིས་གོང་དུ་ཞུས་པ་ན་ཀྱི་ནི་གཟུགས་སོགས་ངོ་བོ་དང་ཁྱད་པར་ལ་ཀུན་བརྟགས་པའི་ཀུན་བརྟགས་རང་གི་མཚན་ཉིད་གྲུབ་པར་འཛིན་པའི་འཛིན་པ་དེ་ལ་དང་ཚེ་ལྷན་སྐྱེས་དང་དེའི་གཞི་ཡུལ་མེད་པར་སེམས་ནས་མི་འདོད། ངོ་བོ་དང་ཁྱད་པར་ལ་ཀུན་བརྟགས་པའི་ཀུན་བརྟགས་རང་གི་མཚན་ཉིད་གྲུབ་པའི་སྟོང་པའི་ཆོས་ཀྱི་བདག་མེད་ཡོངས་གྲུབ་སྟེ། རྣམ་གཞག་དེ་འཇུག་མི་ཐུབ་པ་ཡིན་ན་སེམས་ཙམ་གྱི་ལྟ་བ་མཐར་ཐུག་པ་དེ་རྙེད་ཐུབ་ཀྱི་མ་རེད། ཅེས་དེ་འདྲ་ཡིན་སོང་ན་རྒྱལ་མི་ཅིག་གིས་སྔོན་མའི་ལེགས་ཆ་ལྟ་ཅིང་ཁྱོད་ལ་འདུས་སོང་བ་ན་ཅིག་སྔོན་མེད་པའི་ལེགས་ཆ་ཞིག་ལྟར་ཆེན་པོ་དེ་ལྟ་དེ་ལྟར་ང་ཚོས་ཨོ་སིན་ཙང་པའི་ལེགས་བཤད་སྙིང་པོ་འདི་ཁ་ཐུག་ལ་གསལ་བར་མཛད་པ་ཡིན་སོང་ཙང་ད་སྔོན་གྱི་མཁས་པ་རྣམས་ཀྱིས་ཀྱི་ལེགས་བཤད་སྙིང་པོ་ལ་ཡང་ཙོང་ཁ་བོད་ཀྱི་ལྕགས་མདའ་དང་ལྕགས་གཞུ་ཟེར་ནོ་ད་དེ་འདྲའི་གྱི་གྲགས་པ་ཅིག་ཆགས་ཏེ་འདུག་ཨོ་དེ་འདྲ་ཡིན་བ་སོང་ད་ད་ནི་ང་ཚོ་གང་ལ་རྩོད་པའི་གཞི་དེ་ཡོད་དེ་འདྲའི་བྱེད་པ་བྱེད་ད་ཚར་གྱི་གཉིས་པ་དེ།

ང་དང་རྩོད་པ་ང་དེ་ཡོང་གི་འདུག་བ། ད་ལྟ་ནི་ང་ཚོ་ཡང་རྩོད་པ་ལྔ་པོ་དེ་མ། རྩོད་པ་དང་པོ་སོང་དེ་མ་རྡུང་རྒྱག་ནས་ཤོད་བ་ཡིན་ན། དཔེར་ན་ང་ཚོ། བདག་གིས་རྩོད་པའི་གཞི་དེ། རྫུ་གཟུགས་མི་དང་བདག་ཡི་ཡུལ་ཡིན་པ་རང་གི་མཚན་ཉིད་སྤྲོས་པ་འགོག་པ་དེ་ལབ་པར་བ་ཤེས་ན། རྫུ་གཟུགས་མི་དང་བདག་ཡི་ཡུལ་ཡིན་པ་རང་གི་མཚན་ཉིད་སྤྲོས་པ་བཀག་ཡོང་དུས། རྫུ་གཟུགས་མི་དང་བདག་ཡི་ཡུལ་ཡིན་པ་ཟེར་བའི་བདག་ཡི་ཡུལ་དེ་ལ་ཡང། དངོས་ཡུལ་དང་ཞེན་ཡུལ་གཉིས་བཏགས་པ་ཤེས་ཆེ། ད་དེ་འདྲ་རྩོད་པ་དང་པོ་དེ་དངོས་ཡུལ་ཡིན་པ་དེ་རང་གི་མཚན་ཉིད་གྲུབ་པར་འགོག་པ་ཡིན་ན་འོ་ན་དེ་གདོད་མ་ཉིད་ཀྱིས་གྲུབ་སྲིད་པས་བསྒྲུབ་མི་དགོས་པའི་རྩོད་པ་དང་པོ་དེར་འོང། ད་ལྟ་བ་གཉིས་པ་དེ། གཟུགས་སུ། མིང་དང་བརྡ་ཡི་ཡུལ་ཡིན་པ་བརྡ་ཡི་ཡུལ་ཡིན་པ་ཞེན་ཡུལ་ཡིན་པ་དེ་ལ་ཡང་ཞེན་ཡུལ་དེ་ལ་ཡང་ལྟ་བ་གཉིས་ཞེན་ནས་ཞེན་ཡུལ་དེ་ལ་ཡང། གཞི་དུག་དང་རང་དུག་གཉིས་ཞེན་ནས་གཞི་དུག་རང་མཚན་གྱིས་ཡོད་པར་འགོག་པ་ལ་བྱེད་ཀྱི་ཡོད་ན་གཞན་དབང་ཡང་དེ་བཀག་པར་འགྱུར་བའི་རྩོད་པ་དེ་བྱེད་རྩོད་པ་གཉིས་པ་དེ་བྱེད། ད་ཞིང་ཡུལ་གྱི་རང་སྡུག་ལ་བཞག་པ་ཡིན་ན་རང་སྡུག་དེ་འགོག་པ་ཡིན་ན་ནུས་མཐུ་བོད་ཀྱི་གྲུ་ཟིན་པ་ཡིན་པ་ཡིན་སོང་ཙང་འོ་ན་གྲུ་ཟིན་པའི་རྩོད་པ་ཆགས་མི་འདུག་གོ། རྩོད་པ་དང་པོ་སོང་དེ་འདྲ་ཡོད་མ་འདུག་ད་རྩོད་པ་བཞི་པ་དེ་སྲིད་པ་ཕུ་ཡི་མདོ་ལས་གསུངས་པའི་གི་རྒྱུད་ཀྱི་རང་གི་མཚན་ཉིད་འཁྲུལ་པའི་སྟོང་བ་དེ་དང་མདོ་སྡེ་དགུ་འབྲེལ་ལས་བཤད་པའི་ངོ་ལ་ཁྱབ་པར་ཀུན་བཏགས་པ་ཀུན་བཏགས་རང་གི་མཚན་ཉིད་འཁྲུལ་པའི་སྟོང་བ་ཉིད་ལ་ཕྲ་རགས་ཁེགས་མི་འདུག་དེ་དང་དེ་ཡིན་སོང་ཙང་དེ་ལས་ལྷག་པའི་དགུ་འབྲེལ་ལས་གསུངས་ཡ་མི་འདུག་ཟེར་ནས་ཕྲ་རགས་མེད་པའི་རྩོད་པ་དེ་རུ་བ། ད་རྩོད་པ་ལྔ་པ་དེ་ལ་ཡང་དག་གིས་ང་ཚོའི་དགོངས་འགྲེལ་ནི་ཞེས་པའི་རྫོགས་ཟུར་ངོ་བོ་དང་ཁྱད་པར་ལས་ཀུན་བརྟགས་པའི་ཀུན་བརྟགས་རང་གི་མཚན་ཉིད་འཁྲུལ་པའི་སྟོང་པའི་ཆོས་ཀྱི་གདམས་པའི་ཡོངས་གྲུབ་གཏན་ལ་འབེབས་ཡུལ་ནི་དེའི་སྟོང་ཚུལ་འདི་ལ་ཡང་གཟུང་འཛིན་རྫས་གཞན་བཀག་པ་བཀག་བྱེད་ནི་རྣ་བར་རིག་པ་ཙམ་ལ་འཇུག་ཐུག་གི་མི་འདུག་འུ་སེམས་རྩོད་པ་དེ་རྒྱ་ཡོད་འགོར་བ། འོ་རྩོད་པ་ལྔ་པོ་དེ་གི་མ་ཉིད་དོན་ལ་དེ་རེད། ད་དང་པོ། རྩོད་པ་དང་པོ་དེ་མ། ད་འགྲེལ་བྱེད་སྙིང་པོ་མ་ཀློག་པ་ཡིན་ན། ད་རྩོད་པ་དང་པོ་དེ་ནི་མ་རེད་དོ། འཇུག་བྱེད་ཀྱི་དངོས་ཡུལ་ཡིན་པ་འགོག་ན་སེམས་དངོས་ཀྱི་འགྱུས་བྱ་དང་འགྱུས་བྱེད་དོན་སྤྱི་དང་སྒྲ་སྤྱི་དངོས་མེད་དོན་མེད་རྣམས་ལ་དྲུག་ཟིན་པས།

རྟོག་པ་ལ་འགྱུས་བྱེད་སྒྲ་བྱེད་དང་འགྱུས་སྦྱར་དོན་གྱི་སྣང་བ་ནི་ཀུན་བརྟགས་ཀྱི་དམིགས་དང་གསུམ་གོ་དོགས་ཕྱེ་ན། ད་ནི་འདི་ལ་ཡང་གར་སེལ་དགོས་ཟེར་ན་སྔོན་གྱི་འགྱུས་སྦྱར་དེ་དོན་སྤྱི་ལས་བྱ། འགྱུས་བྱེད་དེ་སྒྲ་སྤྱི་ལས་བྱ་ནི་འོ་དེ་ལྟ་བས་ཀྱི་སྔོན་གྱི་འགྱུས་སྦྱར་དོན་སྤྱི་དང་སྒྲ་སྤྱི་གཉིས་པོ་དེ་དངོས་མེད་ཡིན་པ་དུ་མ་ད་དོན་སྤྱི་སྒྲ་མ་དུ་དུ་བ་གི་དྲུག་ཟིན་པ་ཡིན་པ་ཡིན་གསུངས་ཙང་གཞན་དབང་དེ་སྟོང་པར་སྒྲུབ་དགོས་ཡ་མི་འདུག། ལྷག་པར་དུ་དེའི་སྟོང་པར་རྟོགས་པའི་གི་ཚད་མ་དེ་གས་ཆོས་ཀྱི་བདག་མེད་ཡོངས་གྲོགས་རྟོགས་ཐུབ་ཀྱི་མི་འདུག་གསུང་དགོས་ར་ཞེ་ན་དེའི་སྟོང་པར་གྲུབ་པའི་ཚད་མ་གས་ཆོས་ཀྱི་བདག་མེད་མི་སྒྲོག་ཅིང། དེ་ལ་སྨིན་ནས་བསྒོམས་པས་ཤེས་སྒྲིབ་དག་པར་མི་འགྱུར་བས་ཞེ་ན་དེ་འདྲའི་གི་སྟོང་པར་རྟོགས་པའི་ཚད་མ་དེ་ལ་བརྟེན་ནས་ཤེས་སྒྲིབ་དག་ཐོགས་ཀྱི་མི་འདུག་ཤེས་སྒྲིབ་དག་མི་ཐོགས་ན་ནི། དགོངས་འགྲེལ་གྱི་སྐབས་སུ། དེ་ལྟ་བུའི་གི་ངོ་བོ་དང་བྱེད་པ་ལ་ཀུན་བརྟགས་པའི་ཀུན་བརྟགས་རང་གི་མཚན་ཉིད་སྤྲུལ་པའི་སྟོང་པའི་གི་ཆོས་ཀྱི་བདག་མེད་ཡོངས་གྲུབ་བཤད་པ་དང་བྱང་ས་ལས་སྟོང་པ་འདི་ཤི་ཁྲིའི་ལྟ་བར་བགྱིད་པའི་དམིགས་པ་མཐར་ཐུག་ལ་བཤད་བྱ་ཅི་འདི་དང་འགལ་འགྲོ་གི་འདུག་གསུང་དགོས་རུང་བ། དེ་བཞིན་ད་ལྟ་ཡང་ང་ཚོ་རྩོད་པ་དང་པོ་དེ་མ་ཀློག་ལ་ངའི་བདེ་ཡག་བྱེད་དང་བཞུ་བ་གི་ཐོག་ནས་མ་བཀོད་པ་ཡིན་ན། ཡང་དེ་ལྟར་བསྡུས་པ་ལས་བྱ་གི་འདུག་བཞུ་བ་ཐོག་ནས་བཀོད་པ་ཡིན་ན་དཔེར་ན་ཤེས་བྱ་ཆོས་ད་ཆོས་ཅན་མི་ཟེར་མེད་པ་ཡིན་ཙང་ཤེས་བྱ་ཆོས་ཅན། རྫོགས་ཟུར་མི་དང་བརྡ་ཡི་ཡུལ་ཡིན་པ་རང་གི་མཚན་ཉིད་ཀྱིས་མ་གྲུབ་པ་ཡོངས་གྲུབ་མ་ཡིན་པ་དག། ད་རྩོད་གཞི་དེར་བ་ཡོངས་གྲུབ་མ་ཡིན་པ་དང་སྒྲ་རྟོག་གི་དངོས་ཡུལ་རྒྱུ་བྱ་དོན་སྤྱི་དང་རྒྱུ་བྱེད་སྒྲ་སྤྱི་དངོས་མེད་དོ། གདོད་མ་རྣམས་ཀྱིས་དྲུག་ཟིན་པས་གཞན་དབང་དེ་སྟོང་པར་སྒྲུབ་མི་དགོས་པའི་ཕྱིར། སྦྱོར་བ་དེ་རྗེས་ད་འདོད་མི་འདོད་དེ་ཟེར་ན། དེ་ལྟ་བུའི་གཟུགས་སོགས་མི་དང་སྒྲ་ཡི་དབྱེ་བ་རང་གི་མཚན་ཉིད་ཀྱིས་མ་གྲུབ་པ་དེ

རྗེས་དཔག་ཚད་མའི་བཞིན་བྱ་དག་རང་དུ་སྟེར་བ། རྗེས་དཔག་ཚད་མའི་བཞིན་བྱ་ཡི་བཞིན་བྱ་སྤྱི་མཚན་དངོས་པོ་མེད་པ་འདུས་སྡེ་པའི་དྲུག་པས་མི་འཐད་དོ། གང་ལྟར་དེས་འདུས་སྡེ་པར་རྟོགས་ཚར་བ་དེ་དྲུག་པའི་སྐད་མི་འདུག། ད་ལྟའི་གཞུང་བ་འགུལ་ཚུལ་གྱི་དབང་དུ་བྱས་པ་ཡིན་ན་ཤེས་བྱ་ཆོས་ཅན། ད་ལྟའི་གོང་དུ་ཞུས་པ་ནང་བཞིན་གྱི་གཟུགས་སོགས་མི་དང་བདག་ཡི་ཡུལ་ཡིན་པ་རང་གི་མཚན་ཉིད་འཁྲུལ་པའི་སྟོང་ཡུལ་སྟོང་པ་དེ་ཡོངས་གྲུབ་མ་ཡིན་པ་དག་མ་ཡིན་པ་དག། ད་ལྟར་སྟེར་བ། ངོ་བོ་ཞིང་ཡུལ་གྱི་རང་སྡུག་རང་མཚན་གྱི་ཡུལ་ཁམས་འགོག་པ་ཡིན་ནོ། རྗེས་དཔག་གི་བཞིན་བྱ། དངོས་མེད་དུ་བདག་བྱེད་པ་ཚིམ་པའི་བཞིན་བྱ་སྤྱི་མཚན་དུ་དངོས་པོ་མེད་པ་དངོས་མེད་ཡིན་པ་འདི་བསྡུས་པའི་དྲུག་ཟིན་པས། ཆོས་ཀྱི་བདག་མེད་དུ་མི་འཐད་པས། དེ་ཆོས་ཀྱི་བདག་མེད་འཐད་ཀྱི་མ་རུང་རྒྱུ་མཚན་ག་རེ་ཟིན་འདི་བསྡུས་པ་ཡིས་རྟོགས་ཡོད། འདི་བསྡུས་པས་རྟོགས་ན་སྟོང་ཉིད་མ་ཡིན་པའི་ཕྱིར་རོ། དེ་དང་སེམས་ཚང་བའི་ལྟ་བ་སྡུག་བསྔལ་ལ་ཡང་སེམས་ཚང་བ་མ་གཏོགས། ཇི་ལྟར་མ་འདི་བསྡུས་པ་ཡོངས་ཤེས་ཀྱི་མ་རུང་བ་འདི་དེ་རེད། ད་རྩོད་པ་བྱེད་པ་འདིར་རྩོད་པ་བྱེད་པ་དེ་བདག་གིས་གོང་དུ་ཞུས་པ་ནང་བཞིན་ཐེམ་ཡིག་གི་མདོ་དང་དགོངས་འགྲེལ་གྱི་སྟོང་ཚུལ་སྙིང་པོ་ཕྲ་རགས་མེད་པའི་རྩོད་པ་དེར་ངོ་དེབ་འང་ཀློག་པ་ཡིན་ན་གཞན་ཡང་གསེར་བ་ཕུ་ཡི་མདོ་ལས། མི་ནི་གང་དང་གང་གིས་སོ་ཆོས་རྣམས་གང་དང་གང་བརྗོད་པ། དེ་ལ་བརྟེན་ནས་ཡོད་མ་ཡིན་ལས་ནི་ཆོས་རྣམས་ཆོས་ཉིད་དོ་ཞེས་གསུངས་པས་ཞེས་གསུངས་པའི་ལུང་ཉི་ཁྲི་སྡེ་པ་ལ་ཡང་འཁྲུགས་པས། དེ་ལས་ལྷག་པའི་དགོངས་འགྲེལ་གྱིས་ཀུན་བཏགས་ཀྱི་དང་པོའི་ཆོས་ཉིད་ལ་ཡང་མི་སྣང་ངོ་གསུངས་པར་རོ། དེ་ག་རེ་གསུང་གི་ཡོད་རེད་ཟེར་ན་ཕྱི་ནང་གསེར་ཕག་ཕུལ་ཡོད་མདོག་གི་ནང་ལོགས་ལས་ད་གིན་ང་ཚོ་ཞུ་བ་ནང་བཞིན་བྱས་ནས་མིའི་ནང་གང་དང་གང་གིས་ཆོས་ནང་གང་དང་གང་བརྗོད་པ་དེ་ལ་ཟེར་ནས་ཚིག་འགྲེལ་ཞུ་བ་ཡིན་ན། ད་གཟོད་དེ་སྣང་ཆེན་གྱི་བར་གྱི་ཆོས་ག་འགྲེལ་བྱས་ནས་ཡང་རང་རང་གིས་མིའི་གང་དང་གང་གིས་སུ་ཆོས་ནང་གང་དང་གང་བརྗོད་པ་ཟེར་ནས་ཁོ་མིའི་ད་གིན་ལབ་པ་ནང་བཞིན་རྫུན་བཟོ་མི་དང་བརྡ་ཡི་ཡུལ་ཡིན་པ། འོ་དེ་ཁོ་རང་བུ་སྟོད་དུ་བ་ལ་བྱེད་ཀྱིན་སྟོད་དུ་བ་ལ་བུ་མ་ཤི་བའི་སྒྲ་འཇུག་གི་འཇུག་གཞིར

དེ་ནི་ཡོད་པ་མ་ཡིན་པ་འདི་ནི་ཟེར་ཏེ་རང་གི་མཚན་ཉིད་ཀྱི་ཡོད་པ་མ་ཡིན་པ་འདི་ནི། ཆོས་ནང་ཆོས་ཉིད་དོ་ཟེར་ཏེ་ཆོས་ནང་གི་ཆོས་ཉིད་རེད། ཟེར་ཏེ་འདི་སོང་ཡོད་དེ་ག་ལ་ཡ། རྫོགས་ཚོད་མི་དང་བརྡ་ཡི་ཡོད་ཡིན་པ་རང་གི་མཚན་ཉིད་སྤྲུལ་པའི་སྟོང་གིས་སྟོང་པ། ཆོས་ནང་གི་ཆོས་ཉིད་ཀྱི་སོང་ཡོད་མི་འདུག་བ། དེས་ན་འདི་སོང་ཡོད་དེ་ག་ལ་དེ་ལས་གསུངས་པའི་ཞལ་ཞལ་གསུམ་ཉི་ཁྲི་བདེ་བ་ལ་ཡང་གྲོལ་བ་ཡིན་སོང་ཙང་དེ་ལས་ལྷག་པར་དགོངས་འགྲེལ་གྱིས་ནི་དགོངས་འགྲེལ་ནང་ལོགས་ལ་ཡང་སོ་སོའི་མིག་དང་བརྡ་ཡི་ཡུལ་ཡིན་པར་རང་གི་མཚན་ཉིད་སྤྲུལ་པའི་སྟོང་པ་ཆོས་ཀྱི་བདག་མེད་ཡོངས་གྲུབ་སེམས་ལས་འདས། གཞན་དབང་གི་སྟེང་དུ་ངོ་བོ་དང་ཁྱད་པར་ལ་ཀུན་བཏགས་པའི་ཀུན་བཏགས་རང་གི་མཚན་ཉིད་སྤྲུལ་པའི་སྟོང་པ་ཆོས་ཀྱི་བདག་མེད་ཡོངས་གྲུབ་ཀྱི་ལྷག་པར་ཤེས་ཡ་གལ་མི་འདུག་ཨང། དེ་ཡིན་ན་ནི་ཡུལ་ཕྱིར་འདས་པ་གི་གྲུབ་ཚར་རེད་ཀྱི་སྟོང་ཉིད་རེད་ཀྱི་མི་འདུག་ཨང་ཟེར་གྱི་རུང། ད་དེ་ཡང་གཞོལ་བ་འགུལ་ཚོད་ཀྱི་དབང་དུ་བྱས་པ་ཡིན་ན། མ་བཀོད་པ་ཡིན་ན། ད་ཤེས་བྱ་ཆོས་ཅན། གཞན་ཡང། སོ་སོའི་མིག་དང་བརྡ་ཡི་ཡུལ་ཡིན་པར་རང་གི་མཚན་ཉིད་སྤྲུལ་པའི་སྟོང་པ་དེ་ཡོངས་གྲུབ་མ་ཡིན་པ་ཐ། སེར་བ་བུ་ཡི་རྡོ་ལས་སེར་བ་མི་ནི་གང་དང་གང་གིས་སུ་ཆོད་ན་གང་དང་གང་ཡོད་དེ་ལ་དེ་ནི་ཡོད་མ་ནི་ནི་ཆོད་ན་ཆོད་ཉིད་དོ་ཞེས་གསུངས་པ་བསྟན་པས་ནི། སྟོང་ཚུལ་ཉི་ཁྲི་སྡེ་དཔལ་གྱི་དྲུག་སྦྱངས་སུ་བྱེད་ན་ཉི་ཁྲི་སྡེ་དཔལ་གྱི་དྲུག་སྦྱངས། དེ་ལས་ལྷག་ཏུ་དགོས་འབྲེལ་གྱི་སྟོང་ཚུལ་ལ་ཡང་མི་སྣང་བའི་ཕྱིར། ཨོ་རྩོད་པ་བྱེད་པ། བཞུ་བ་འགུལ་ཚུལ་གྱི་དབང་དུ་བྱས་ན་ཨོ་ད་དུ་སུ་བྱེད། ད་རྩོད་པ་ལྔ་པ་དེ་རེད། རྩོད་པ་ལྔ་པ་ད་ལྟ་ང་ཚོ་དེ་ཡིན་པ་སྟོང་ཚུལ་འདི་ཕྱི་དྲིལ་བདག་གཅེས་ཀྱི་དམིགས་པ་བསལ་བར་མི་འཐད་པའི་རྩོད་པ་དེ་ཡིན་པ། ད་དེ་མ་ཀློག་པ་ཡིན་ན་སྟོང་ཚུལ་འདི་ལ། གཟུགས་མཛེས་ཐ་དད་བཀབ་པའི་རྣ་བར་རེག་པ་ཙམ་གྱི་དོན་མེད་པས། ཁྱོད་ཀྱིས་བདག་མེད་ཕྱི་དྲིལ་དག་པར་བྱེད་པའི་དམིགས་པ་བཤད་པ་ཇི་ལྟར་འཐད། དེས་ན་ལུགས་འདི་ལ་འགལ་བ་དེ་དག་ཇི་ལྟར་མེད་པའི་རྒྱུ་མཚན་བཤད་པར་བྱས་ཤིང་དཔྱད་ན་ད་དེ་བར་དོ་རུ་བ།

རྫུན་དང་རྫུན་ཙམ་ལ་རྫས་བཞིན་གྱིས་སྤྲོ་བར་བཀག་ཐུབ་ཀྱི་མི་འདུག་ཟེར་ན། དེས་རྫུན་དང་རྫུན་ཙམ་རྫས་བཞིན་བཀག་པ་ལ་བརྟེན་ནས་རྣམ་པར་རིག་པ་དོན་ལ་འཇུག་ཐུབ་ཀྱི་མི་འདུག་སྟེ་དོན་དག་དོན་ལ་འཇུག་པའི་དོན་དག་མི་འདུག་ཅེ་ན་དོན་མེད་པ་ཡིན་གསུངས་ཙང་ད་གང་ཡིན་འདོད་དོན་ན། ག་རེ་ཟེར་དགོས་རེད། གཟུགས་སོགས་ངོ་བོ་དང་ཁྱད་པར་ལ་ཀུན་བརྟགས་པའི་ཀུན་བརྟགས་རང་གི་མཚན་ཉིད་སྤྲུལ་པའི་སྟོང་པ་དང། རྫུན་དང་རྫུན་ཙམ་ལ་རྫས་བཞིན་གྱིས་སྤྲུལ་པའི་སྟོང་བ་ནི་དོན་དག་གཅིག་པར་རོ་དོན་གཅིག་པར་རོ་གོ།

མོས་པ་དག་ཐུག་དེ་ཐེག་གི་མི་འདུག་རྩོད་པ་དེ་རྩོད་དགོས་རོགས། ལྟ་འདི་ང་ཚོ་བཞི་བ་འགུལ་ཚོད་ཀྱི་དབང་དུ་བྱས་ནས་མ་བཀོད་པ་ཡིན་ན་གཞི་བྱ་ཆོས་ཅན། སྟོང་ཚུལ་འདི། ཅི་རིགས་དག་ཅིང་དམིགས་པ་ཤེས་པ་མི་འཐད་པ་དག་ད་སྟོང་ཚུལ་འདི་གསོལ་འདེབས་དག་ན་དགོངས་འགྲེལ་ནས་བཤད་པའི། གཟུགས་སོགས་མི་དང་བརྡ་ཡི་ཡུལ་ཡིན་པ་རང་གི་མཚན་ཉིད་སྤྲུལ་པའི་སྟོང་པ་ངོ་སྟོང་ཚུལ་འདི། ཅི་རིགས་དག་ཅིང་དམིགས་པ་ཤེས་པ་མི་འཐད་པ་དག།

ད་ལན་དང་པོ་འདི་ནི་མ་ཡིན་གོ་དོན་ཤེས་པར་བྱ་སྟེ། སྟོང་ཚུལ་འདི་བྱང་ཚད་ལས་ཕྱི་དྲིལ་དག་པར་བྱེད་པའི། ཡེ་ཤེས་ཀྱི་དམིགས་པ་དང་དངོས་མེད་ལ་མཐའ་གཉིས་སྤངས་པའི་གོ་ན་མེད་པར་བཤད་ཅིང། དེས་བསྡུས་ལས་འདི་ཡི་སྒོ་ནས་འཇུག་པ་སྟེ་རྣ་བ་རེག་པ་ཙམ་དུ་འཇུག་པར་གསུངས་པའི་ཕྱིར་ཉན་ཐོས་སྡེ་པའི་དྲུག་ཟིན་པ་མིན་ནོ་ད་རྩོད་པ་དང་པོ་གི་ལན་སྟེར་བ།

འདོད་དེ་བོད་ཀྱི་དྲུག་གི་རེད་བས་ཟེར་ན་ཉི་ཁྲི་འདི་གཉིས་ཀྱི་དྲུག་ཟིན་པ་རེད་བས་ཟེར་ན་དྲུག་ཟིན་པ་མ་རེད། འོ་དེ་ད་ལྟ་ང་ཚོས་རྩོད་པ་དང་པོ་དེ་དངོས་ཡོད་ཡིན་པ་འགོག་ན། དོན་མ་ཉིད་ཀྱི་དྲུག་ཟིན་པས་སྒྲུབ་མི་དགོས་པའི་རྩོད་པ་ལབ་དགོས་རོགས། གཟུགས་སོགས་འགའ་བཟོ་གི་རེད། ད་ལྟ་ང་ཚོ་རྒྱུ་གཞས་ཀྱི་སྒྲ་སྤྱི་དང་དོན་སྤྱི་དུ་སི་ཁྲེལ་ཏེ། རང་གི་མཚན་ཉིད་སྤྲོས་པའི་རྟགས་འགའ་ཟ་དངོས་པོ་མེད་པར་རྟོགས་ནས་ཡང། གཟུགས་སོགས་མི་དང་བརྡ་ཡི་ཡུལ་ཡིན་པ་རང་གི་མཚན་ཉིད་སྤྲོས་པའི་སྟོང་བ་དེ་མ་འོངས་ད་དེ་ཁྱོད་ཀྱི་བདག་མེད་ཡོངས་གྲོལ་རེད། དེ་ལ་བརྟེན་ནས་རྣ་བར་རེག་པ་ཙམ་ལ་འཇུག་གི་རེད་ཅེ་ན་དེ་ཉིད་ཀྱིས་དེ་ཉིད་ཀྱི་གྲོལ་གི་རེད་བས་ན་གྲོལ་གི་མ་རེད་ཟེར་ད་ལན། དང་པོ་དེ་དེ་འདྲ་ཡིན་དགོས་འདུག་ད་འདིའི་ཁ་དོག་ལ་མ་ཡང། གར་ཟེར་གི་རེད། ཉི་ཁྲི་དེ་བར་གྱི་འཁྲུལ་བ་མ་ཡིན་པའི་གི། མ་དོན་མཚན་མ་སྒོ་ནས་ཅིག་ཁར་སོགས་བློ་ལ་བབ་ངེས་དེའི་ཆེད་དུ་ཡང་ལེགས་བཤད་གཉིས་པོ་ཁོ་རང་མ་སྦྱར་བ་ཡིན་འདི་ཁ་དོག་ལ་མ་དོན་ཚན་བཞི་གི་ཐོག་ནས་མ་གསང་བཏང་ནས་གོ། ཏིག་ཚིག་འགྲེལ་རྒྱག་ན་ཡང་བློ་ལ་འཆར་བདེ་པོ་འདྲ་ཞིག་ཡོང་གི་འདུག་ད་དེ་འདྲ་འདི་ལ་ཡང་ཉོ་ཅིག་འདི་བར་གྱི་འཁྲུག་པ་མ་ཡིན་པ་དང་པོ་དེ་བྱེད་ཅན་དེ་དག་ང་ཚོ་དེ་གའི་ཁོང་ཁྲོ་ཞུ་བ་ནང་བཞིན་བྱས་ནས་སྟོང་ཚུལ་ནི་ཅི་རིགས་ད་བར་ཞིག་མེད་པ་རེད་སྔོ་མིན་ལ་ཐག་ཉེ་ལྟར་བྲིས་པའི་གོ་སྣང་མེད་པ་རེད་ཅེ་ན་དེ་དུས་ལ་འདི་ཡི་སྒོ་ནས་རྣ་བར་རེག་པ་ཙམ་ལ་ཡང་འགྱུར་བ་ཡིན་གསུངས་ཙང་ཉོ་ཅིག་འདི་བར་གྱི་འཁྲུག་པ་མ་རེད་ཟེར་ཡག་གི་ད་དོན་ཚན་དང་པོ་དེ་བྱེད། ཅེས་སྟོང་ཚུལ་འདི་ལ་བརྟེན་ནས་གཟུགས་གཞི་རྫས་ཆེན་བཀག་པའི་རྣ་བ་རེ་བ་ཙམ་ལ་འཇུག་པ་ཡིན་གསུངས་ཙང་ཉེ་དུས་འདོད་པ་གྱིས་གྲུབ་པ་ཐེག་དགུ་མ་རེད་ཟེར་དོན་ཚན་དང་པོ་དེ་བྱེད་དང་དུས་ཚན་གཉིས་པ་དེ་ལ་ཡང་དེ་ཡི་ཕྱིར་རན་འདི་ཡི་ལྡོག་ཕྱོགས་ཀྱི་སྒྲོ་འདོགས་ངོ་བོ་དང་ཁྱད་པར་དང་མིང་གིས་བཏགས་པ་དེ་རེ་ཟུག་སུག་རང་གི་མཚན་ཉིད་ཀྱི་གྲུབ་པ་འཛིན་པའི་གྲུབ་མཐའ་ཡི་ཁས་ལེན་ཀྱང་ཉེ་དུས་འདོད་པ་ལ་ཡོད་དོ་ཟེར་དེ་གའི་ད་དོན་ཚན་གཉིས་པ་ད་འདི་ནས་མ་བྱས་ནས། རྩོད་པ། གཉིས་པ་དང་གསུམ་པ་གི་ལན་དུ་མ་ཡོང་གི་འདུག་ཨ། ད་འདིར་མ་བྱས་ནས། ད་ནི་མ་གི་འོག་ལ། རྩོད་པ་ལྷག་མ་ལས་ནི་བྱ་བར་འགྱུར་རོ་ཞེས་པ་བར་གྱི་རྩོད་པ་གཉིས་པ་དང་གསུམ་པ་ལན་དུ་ནི་མ་ཡོང་གི་དགོས་རོ། ཨ། ད་དེས་རྡོག་རྡོག་ག་རེ་གསུང་གི་ཡོད་རེད་ཟེར་ན་ད་དོན་ཚན་གཉིས་པ་གི་བསམ་གཏམ་པ་ཡིན། ཉེ་དུས་འདི་པ་དེས་འདི་ཡི་ལྡོག་ཕྱོགས་ཀྱི་ཁས་ལེན་ཡོད་པ་ཡིན་གསུང་ཙང་གྲུབ་ཟིན་པ་མ་རེད་ཀྱང་འདི་ཡི་ལྡོག་ཕྱོགས་ཞུ་དོན་ག་ལ་ད་གིན་ང་ཚོ། གཞན་དབང་ངོ་བོ་དང་ཁྱད་པར་ལ་ཀུན་བརྟགས་པའི་ཀུན་བརྟགས་རང་གི་མཚན་ཉིད་ཀྱིས་སྤྲུལ་པའི་སྟོང་དབང་གི་ལྡོག་ཕྱོགས་དེའི་ལྡོག་ཕྱོགས་གཞན་དབང་ངོ་བོ་དང་ཁྱད་པར་ཀུན་དང་ཀུན་དང་རང་གི་མཚན་ཉིད་ཀྱི་གྲུབ་པའི་གྲུབ་པ། གྲུབ་པ་དེ་འདྲའི་གྱི་གྲུབ་པ་འཛིན་པའི་གྲུབ་མཐའ་ཡི་ཁས་ལེན་ཀྱང། གྲུབ་མཐའི་དབང་གིས་སྒོ་ཉི་ཁྲི་འདི་ཉིད་ཁས་ལེན་གྱི་ཡོད་པ་ཡིན་གསུངས་ཙང།